ཡ། རྒྱུ་ལས། དེ་ནས་ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལམ་གྱི་གཙང་མ་ལགས་སྔ་དྲོ་དེ་ལེགས་བཏང་རྒྱུ་ལས་བཞུད་དེ་དེ་ནས་དེ་རིང་ང་དང་སློབ་ཚན་པོ་སྒོ་གཟུགས་ཤུན། ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་དངོས་སུ་བརྒྱད་ཁྲི་ཕྱི་སྟོང་དམ་ཆོས་འབྱུང་བས་ན། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ནས་སོང་པ་སང་ན་ད་གདང་ན་འདི་ལྟ་ག་དེ་ནས་ང་དང་ཕར་ཕྱིན་དྲུག་གི་ཉམས་ལེན་དེ་ནས་ག་ཟུག་གི་ཚོ་ནོག་ཨོ་དེ་ལབ་བྱ་ལ་ལབ་ཚུལ་ལི་སྐོར་ལ་ཞུན་འཇིག་དང་ཡོང་སྟེ་ནོག་ཨེ་ནས་གདང་ལྟ་ག་ད་ང་དང་དེ་ནས་སམ་སྟན་གི་ཕར་ཕྱིན་ཧ་རེ་དུ་ན་སམ་སྟན་བསྒོམ་ན་ག་ཟུག་ཞིག་ཡོད་ཀྱག་སམ་སྟན་བསྒོམ་པའི་ཕ་ཡོན་པོ་ག་ཟུག་ཞིག་ཡོང་ཨ་ནོག་ཙེ་སྐར་འབི་སྐོར་ལ་ད་རྡོར་འདུག་རྡོར་འདུག་ཞུ་སྟེ་ཞུ་སྟེ་ད་དེ་རིང་འདི་ག་ནི་ང་དང་དྲུག་པ་དེ་ནི་ཤེས་རབ་ཀྱི་ཕར་ཕྱིན་ལ་ལྷབ་ཚུལ་གཟེར་དཀན་པའི་རྩ་བའོ། ཨེ་ནི་མདོར་བསྡུ་ཞིག་བཅོས་ཏེ་ངོ་སྤྲོད་ཞུ་བྱ་ཟིན། ཨེ་ནི་གསུམ་པ་སང་ན་དང་དྲུག་པ་དེ་ནི་ཤེས་རབ་ཀྱི་ཕར་ཕྱིན་ལ་ལྷབ་ཚུལ་ལས་དེ་ནི་རྩ་བས་ནའང་དག་ས་ང་དང་སྒེར་ཕྲལ་ལག་ལེན་སོ་བདུན་མེད་ནའང་ཅི་གསུངས་ས་འདུག་ཞུས་ན། ཤེས་རབ་མེད་ན་ཕ་རོལ་ཕྱིན་ང་ཡིས་རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་པས། ཐབས་དང་ལྡན་བཞིན་འཁོར་གསུམ་མི་རྟོག་པའི་ཤེས་རབ་བསྒོམ་པ་རྒྱ་ཧྲཱི་ལག་ལེན་ཨིན་གསུང་ཚུལ་དུ་བ་ལས་གསུངས་པ་བསམ་ན་ད་ཡིན་ན་གཟུགས་ཀྱི་ང་དང་ཤེས་རབ་བ་མ་མང་པོ་ཡོད་སྐད་ཁ་ལས་ང་དང་ཤེས་རབ་པོ་ཞེས་བསྡད་ན་འགའ་གཟུགས་ཀྱི་འགའ་གཟུགས་ཤེས་ག་དེ་ནས་ང་དང་ཤེས་རབ་ཟེར་ར་ནོག་ཞུས་ན་ཨེ་ནས་ཆོས་ཟེར་རབ་ཏུ་རྣམ་དཔྱད་ཀྱི་དེ་ནས་བློའམ་ཨེ་ནས་ཀ་སེམས་འབྱུང་འཇིག་ལ་ཨེ་ནས་ང་དང་ཤེས་རབ་བཞོན་ནོ་ཁ་ལས། ད་ཆོས་རབ་ཏུ་རྣམ་རྒྱལ་རྫི་རན་པོ་ཅིག་འོ་ཆོས་འདི་ནི་ལེགས་ཉེས་ཀྱི་དབྱེ་བ་ཕལ་ཞེས་ཀན། བཟང་ངན་གྱི་དབྱེ་བ་ཕལ་ཞེས་ཀན་འོ་ཡིན་དང་མ་ཡིན་པའི་རྣམ་པ་ཕལ་ཞེས་ཀན་གྱི་འོ་ང་དང་འདི་ནི་བསམ་བློ་ཞིག་ཡང་མིན་ན་ཤེས་པ་ཞིག་ལ་ང་དང་ཤེས་རབ་གཞོན་ནུ་ཡིན་ན་ཡང་ད་སྐབས་སུ་བབ་པ་དག་སང་ང་དང་ཕར་ཕྱིན་དྲུག་གི་ནང་ཚན་དུ་གྱུར་པས་ཡིན་ན་ཤེས་རབ་པོ་ཟན་པོ་ཅིག་གཙོ་བོར་གཙོ་བོ་འདི་ནི་ང་དང་ད་སྐབས་སུ་བབ་པ་ང་དང་འདི་ནང་འདི་ནི་ཐེག་པ་ཆེན་པོའི་ཆོས་དང་འབྲེལ་ཏེ་ཡིན་ན་གསུངས་ཡོད་པར་བསམ་ན་གཙོ་བོ་ད་སྟོང་ཉིད་རྟོགས་པའི་ཤེས་རབ་བམ་ཡང་མིན་ན་བདག་མེད་རྟོགས་པའི་ཤེས་རབ་གཞོན་ནུ་ཧ་ལས་གསུངས་པར་བསམ་ན་ད་ཤེས་རབ་པོ་ལ་ད་ང་དང་སྡེ་སྣ་ཚོགས་ལ་དེ་ནས་ག་གེ་དེ་ན་མཐོ་འབྱུང་གི་ཤེས་རབ་བསམ་འབྱུང་གི་ཤེས་རབ་དེ་ནས་སྒོམ་འབྱུང་གི་ཤེས་རབ་ལ་སོགས་པ་མང་མང་པོ་ཡོད་དེ་ནོ་གསུངས་པར་བསམ་ན་ད་འདག་ས་འདི་ག་ང་དང་རྩ་བའི་ན་ག་གེ་དེ་ན་ཤེས་རབ་མེད་ན་གཟན་པོ་གཅིག། ཡེ་ནས་གཱ། ང་དང་སྤྱིན་པའི་ཕར་ཕྱིན་གྱི་ཉམས་ལེན་ཚུལ་ཁྲིམས་ཀྱི་ཕར་ཕྱིན་གྱི་ཉམས་ལེན། བཟོད་པའི་ཕར་ཕྱིན་གྱི་ཉམས་ལེན་བརྩོན་འགྲུས་ཀྱི་ཕར་ཕྱིན་གྱི་ཉམས་ལེན་བསམ་གཏན་གྱི་ཕར་ཕྱིན་གྱི་ཉམས་ལེན་ལྔ་ཀ་ཚང་མ་ཅི་མ་ཅི་བཞིན་ཡོད་ན་ཡང་ཟེར་ཐུབ། མདོར་བསྡུ་ན་དེ་ལྔ་པོ་ལ་ཅི་ཞོན་ནོ། ཐབས་ཀྱི་ཕྱོགས་ཀྱི་ལམ་ཞོན་ནོ་ཧ་ལས་མདོར་བསྡུ་ན་སྤྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན། ད་ཤེས་རབ་མེད་ན་ཨ་བཟའ་འཕོ་བྱེད་འོ་ན་ཤེས་རབ་ཀྱི་ཕར་ཕྱིན་གྱི་ཉམས་ལེན་དེ་ཕར་ཕྱིན་ལྔ་ཡི་གཞན་ལྔ་པའི་ག་གེ་དེ་ན་ཉམས་ལེན་དང་དེ་ཚོ་སྤྱོད་ལུགས་སྤྱོད་སྟངས་ཉམས་སུ་ལེན་ཚུལ་སྤྱི་ཚང་མ་ཆ་ཚང་ཚང་སྟེ་ཚང་ཚང་འགྲིག་འགྲིག་ཡོད་རེད་འཇིག་ཉམས་ཚུལ་བཞིན་དུ་ཉམས་སུ་ལེན་ན་ཡང་ཡིན་ནི་ཤེས་རབ་ཀྱི་ཕར་ཕྱིན་གྱི་ཉམས་ལེན་མེད་ན་ཡིན་ནི་ཤེས་རབ་ཀྱི་ཕར་ཕྱིན་དང་སྟོང་ཉིད་རྟོགས་པའི་ཤེས་རབ་རང་རྒྱུད་ལ་མ་ལྡན་ན་གསུངས་ཟིན་རོགས་ད་ལེགས་སྦྱོར་བསྡུ་ན་ཤེས་རབ་ཀྱི་ཤེས་རབ་མེད་ན། ཕ་རོལ་ཕྱིན་ལྔ་ཡི་གཟི་རན་པོ་ཆེ་ཕ་རོལ་ཏུ་ཕྱིན་པ་གཞན་ལྔ་པོ་སྤྱིན་པའི་ཕ་རོལ་ཏུ་ཕྱིན་པ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་བཟོད་པའི་བརྩོན་འགྲུས་བཟོད་པ་བསམ་གཏན་ཚུགས་པ་ཧ་རེ་ལྔ་པོའི་ཨེ་ནི་ཉམས་ལེན་པོའི་ཟེར་དོན་ཧ་རེ་དེ་ཉམས་ལེན་པོས་རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་པས་དཔྱད་ཟིན་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་སྙམ་ན་མ་ནོ་གསུངས་ཟེར། ག་ཟུག་གི་ཟེར་ན། ཨེ་ནི་ག་གེ་དེ་ན་ང་དང་སངས་རྒྱས་སི་ས་ལ། ཡང་མིན་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་བ་ལ། ཐབས་ཀྱི་ཕྱོགས་སུ་གྱུར་པའི་ལམ་འཇིག་དང་ཤེས་རབ་ཀྱི་ཕྱོགས་སུ་གྱུར་པའི་ལམ་འཇིག་གཉིས་བཞེད་དོ་ང་དང་དུར་གྱུར་ན་ཐབས་ཤེས་ཟུང་འབྲེལ་ཞོན་མིན་ནོ་ཧ་ལས་ཐབས་དང་ཤེས་རབ་གཉིས་ཀ་ཟུང་དུ་འབྲེལ་ལ་འགྲོ་ཅིག་ཐབས་དང་ཤེས་རབ་གཉིས་ཀ་ཆ་མཉམ་རྫོགས་ཤིག་གར་བསྒོམ་དགོས་བསམ་ལ་མ་རྟོགས་ཐབས་གཅིག་པའི་བླ་མར་བསྟེན་དེའང་སངས་རྒྱས་སུ་གོ་འཕང་ཐོབ་ཉན་ན་མེད་ཀྱང་ཤེས་རབ་གཅིག་པའི་བླ་མར་བསྟེན་དེའང་སངས་རྒྱས་སུ་གོ་འཕང་ཐོབ་ཉན་ན་མེད་པར་བསམས་ན་ཐབས་དང་ཤེས་རབ་གཉིས་ཀ་ལ་བསྟེན་དགོས་ཟེར་པར་བསམས་ན། གསུངས་པར་བསམས་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ངམ། འོ་བ་དེ་ནི་སངས་ཀྱང་བླ་ན་མེད་པའི་བྱང་ཆུབ་བུ་ཁྱེད་དེ་ནའང་རྫོགས་པའི་བྱང་ཆུབ་གསུངས་སུ་འདུག་ག་ལེ་འོ་ད་རྫོགས་པའི་བྱང་ཆུབ་ཟན་པ་ཅིག་དེ་ནས་ཨིན་ན་གཟུགས་ཀྱི་ང་དང་བྱང་ཆུབ་ཀྱི་སེམས་ཐུགས་རྒྱུད་ལ་འཁྲུངས་པས་དེ་ནས་དགའ། དེ་ནས་ས་དང་པོ་གཉིས་པ་གསུམ་པ་དང་དགའ་ཚང་མ་ལ་བཞུགས་ཀ་ནས་བྱང་ཆུབ་སེམས་དཔའ་འོང་བྱང་ཆུབ་སེམས་དཔའ་ཡིན་ན་ཁོང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་ཡོད་ཀྱི། ཡིན་ན་དེ་ལ་རྫོགས་པའི་བྱང་ཆུབ་བཞོ་མ་ལགས་ལས། རྫོགས་པའི་བྱང་ཆུབ་ཟེར་བ་ཅིག་སངས་རྒྱས་སུ་གོ་ཐུགས་རྒྱུད་ལ་ཡོད་པས་ཡེ་ནས་དགའ། གལ་ཏེ་ན་བྱང་ཆུབ་ཀྱི་སེམས་སམ་ཡང་མིན་ན་སངས་རྒྱས་ཀྱི་ཐུགས་རྒྱུད་ལ་ཡོད་པས་ཆོས་ཐམས་ཅད་ཀྱིས་དེ་ནས་ད་རྡོར་དུ་ན་དགའ་ཉམས་ལེན་མཐར་ཕྱིན་པས་ཧ་ལས་ནས་ཆོས་ཐམས་ཅད་ཀྱི་དེ་ནས་ལུགས་ཚུལ་བཞིན་དུ་རྟོགས་པའི་འོ་སངས་རྒྱས་སུ་ཐུགས་རྒྱུད་ཀྱི་ཨེ་ནི་བྱང་ཆུབ་ཀྱི་སེམས་འམ་ཡང་ན་ཐུགས་རྒྱུད་ཀྱི་མཁྱེན་པ་དེ་ལ་ང་དང་ཅི་གཞོལ་ན་རྫོགས་པའི་བྱང་ཆུབ་ཟེར་ནོ། དེ་ན་གཙོ་ལ་སངས་རྒྱས་ཀྱི་བཀོད་པའང་ང་དང་རྫོགས་པའི་སངས་རྒྱས་གཞོལ་མིན་རྫོགས་པ་ཟེར་ན། ཧ་ལས་སྐྱོན་ཐམས་ཅད་ཟད་ཡོན་ཏན་མ་ལུས་པའམ་ཡོན་ཏན་ཐམས་ཅད་རང་རྒྱུད་ལ་ཨེ་ནི་རྫོགས་པ་སངས་ན་རྫོགས་པའི་སངས་རྒྱས་གཞོལ་ནོ། རྫོགས་པའི་བྱང་ཆུབ་ཡོནའོ་གསུངས་པ་ཟ་ན་རྫོགས་པའི་བྱང་ཆུབ་བམ་སངས་རྒྱས་ཀྱི་གོ་འཕང་པོ་ཡེ་ནས་ཐོབ་ཐུབ་བ་མ་ནོག་ཟེར་པ་ཅི་ཡད་ཟེར་ན། ཕ་རོལ་ཏུ་ཕྱིན་པ་གཞན་ལྔ་པའི་ཉམས་ལེན་པོ་ཚུལ་བཞིན་དུ་ཀ་གཟུགས་ཤིག་སྤྱོད་ན་ཡང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་ཆ་ཚང་ཅིག་མེད་ནའོ་སངས་རྒྱས་ཀྱི་གོ་འཕང་ཐོབ་མྱ་ན་མ་ནོའོ་གསུངས་ཏེ། གསུངས་པ་ཟ་ན་ད་སངས་རྒྱས་ཀྱི་གོ་འཕང་ཐོབ་བ་ལའོ་དེ་ནས་ག་ཤེས་རབ་པོ་མང་སྟེང་ཁག་ཅན་ཕྱེད་ཀྱང་དེ་ན་སོ་སོ་ཤེས་རབ་གསུངས་བྱས་པ་གིས་དེ་ན་སྟོང་ཉིད་རྟོགས་པའི་ཤེས་རབ་བཞིན། ཨོ་ད་འདི་ནི་སྟོང་ཉིད་རྟོགས་པའི་ཤེས་རབ་པོ་དཀའ་གཟུགས་ཤི་ག་ཞུ་བ་ནོག་ཞུ་བ་པོ་ཅིག་ཨེ་ནི་ག་གེ་དེ་ན་ཆོས་ཐམས་ཅད་ཀྱི་དེ་ནི་ནས་ལུག། ཧ་ལས་ནས་དང་པོ་ཨེ་ནི་ད་ཐར་འདུག་པའམ་དངོས་པོའི་ནས་དང་པོ་ག་ཨིན་ཟེར་ཀན་པོ་ཤེས་བྱ་ཞི་ཨེ་ནི་ག་གེ་དེ་ན་ཆོས་ཐམས་ཅད་ཀྱི་ཧ་ལས་བདེན་པའི་ནས་དང་པོའམ་དངོས་པོའི་ནས་དང་པོ་དཀའ་གཟུགས་ཤིག་ཡིན་ཟེར་འོ་དུ་བདག་གསང་སྔགས་དང་ཚང་མའམ་ཡ་མེད་ན་ཁོ་རོའི་ནང་ན་ནས་དང་པོ་ནས་པའི་སེམས་ཅན་ཚང་མ་གེ་དེ་ན་ཆོས་ཐམས་ཅད་ཀྱི་ནས་ལུག་པོ་ང་དང་ཕྱིན་ཅི་ལོག་ཏུ་འཛིན་ཏེ། འགའ་གཟུགས་ཀྱིས་ཟེར་ན་ཆོས་ཐམས་ཅད་ཀྱི་ནས་སྟངས་པ་གྱིས་དེ་ན་བདེན་པར་བསྒྲུབས་ཏེ་མེད་སྐྱེགས་ཡིན་ནས་ང་དང་བདེན་པར་བསྒྲུབས་པ་སྣང་ཡེད་སྐྱེགས་བདེན་པར་བསྒྲུབས་པར་འཛིན་ཡེད་སྐྱེགས། དཔེར་ན་ང་དང་དེ་སྔོན་ལ་འགའ་གཟུགས་ཀྱིས་འགའ་གཟུགས་ཀྱིས་བསྤས་པ་རང་རྟོགས་ཟེར་ན། དཔེར་ན་ང་དང་རྒྱུ་མ་གྷན་ཡེ་ནས་རྒྱ་དུ་བ་ལ་ངོས་ནས། ཧ་ལས། རྒྱུ་མ་གྷན་གྱིས་ང་དང་དེ་ནས་རྒྱུ་མ་སྟན་ཙ་ན་ཡང་ན་རྒྱ་དུ་སྟན་ཙ་ན། ཡ་བདེན་པས་ཨ་ག་ན་ང་དང་མི་འདྲ་མི་འདྲ་ད་གཅིག་ཏུ་རོ་ཟེར་ར་ཙོགས་བདེན་ན་ཙོགས་ལ་དེ་ནས་འགའ་གཟུགས་ལ་ཆང་ལག་ཙོགས་ཟེར་ར་ཙོགས་ད་མི་འདྲ་མི་འདྲ་ང་དང་མཐོང་ཡེད་སྐྱེགས།

ཐོངས་སྣ་ཚུལ་བཟང་པོ་ཐོང་ང་འགྲོ་ཅི་ང་དང་སྣ་ཚུལ་བཟང་པོ་ང་དང་ཐོང་ང་ནང་བཞིན་འདུག་བསམ་སྟེ་དེ་ག་ན་ང་དང་སེམས་ནང་ལ་རག་སྣང་དང་སྤྲོ་སྣང་ཡོང་སྟེ་ང་དང་ཐག་དེ་སེམས་ནང་ལ་དགའ་སྤྲོ་སླེབས་བྱས། དེ་ན་ཚོ་ལ་ཨ་ནི་སྣ་ཚུལ་སྐྱོ་པོ་རེ་ཐོང་ང་འགྲོ་ཅིག་དེ་ནང་ལ་ང་དང་ཐོང་ང་ནང་བཞིན་གྱི་ང་དང་སྡོད་མ་ན་བདེན་པ་རང་བཙོག་པོ་འདུག་བསམ་སྟེ་ཨ་ནི་སེམས་ནང་ལ་ཕམ་ཤ་སེམས་ཕམ་ཡོང་སྟེ་ངུ་ཆ་ཤི་དོང་ང་ཡོང་འདུག་ཨ་ལས། འོ་དེ་ན་ཚོགས་ལ་ཡེ་ནས་ཆོས་ཐམས་ཅད་ཀྱི་ནས་དང་པོ་ཁྱེར་དེ་ན་འོ་ང་དང་ཨ་བདག་ས་ག་གཟུགས་ཀྱི་བདེན་པ་བསྒྲུབ་པར་གསུང་ངེད་འོ་དེ་བདེན་པ་བསྒྲུབ་པར་གསུང་བ་ནང་བཞིན་ཅིག་ཡེ་ནས་ང་དང་འོ་བདེན་པ་བསྒྲུབ་ཏེ་མེད་པ་བསགས་ན་འོ་ཆོས་ཐམས་ཅད་བདེན་པ་བསྒྲུབ་ཏེ་མེད་པ་བསགས་ན་འོ་ད་སྟོང་ཉིད་རྟོགས་པའི་ཤེས་རབ་བམ་འོ་ཤེས་རབ་ཡིས་ཁྱེར་དེ་ན་ཡེ་བདག་ས་ང་དང་ཕ་རོལ་ཏུ་ཕྱིན་པའི་ངའི་ནང་ཚན་དུ་གྱུར་པའི་ཤེས་རབ་པོ་ཁྱེར་དེ་ན་སྟོང་ཉིད་རྟོགས་པའི་ཤེས་རབ་བ་བཞུད་པ་བསགས་ན་འོ་དེ་ཤེས་རབ་པོས་ཁྱེར་དེ་ན་ཅི་ཡིན་འོ་ཀྱཱ་ཟེར་ན་འོ་ད་དེ་ནས་ཆོས་ཐམས་ཅད་ཀྱི་བདེན་པའི་ནས་དང་པོའམ་ཆོས་ཐམས་ཅད་འོ་དེ་ནས་བདེན་པར་སྒྲུབ་སྟེ་མི་ནུབ་ཡིན་ན་ཡང་འོ་ང་དང་ཚང་མས་བདེན་པ་སྒྲུབ་པར་འཛིན་པ་དེ་ཕྱིན་ཅི་ལོག་ཡིན་ནོ་འདོད་བློ་དེ་ནས་ཡང་དག་པ་ཞིག་མ་ནོག་བསམ་དཀར་པོ་ཁྱེད་དེ་ན་མེན་དཀར་པོ་ཁྱེད་དེ་ན་ཧ་གོ་ས་དེ་ཡོང་བར་པོ་ཅིག་ཡིན་ནི་ད་འོ་བདག་ས་དེ་ག་ན་རྫོགས་པའི་བྱང་ཆུབ་ཐོབ་བ་ལ་ཡིན་ནི་དེ་ག་ན་ང་དང་ཅི་ཡོད་ཀྱག་ཟེར་ན་ང་དང་དེ་ནས་འཁོར་བའི་རྩ་བའམ་ཡང་མིན་ན་བདག་འཛིན་མ་རིག་པ་ཞོན་ནོ། འོ་ད་བདག་འཛིན་མ་རིག་པ་འགའ་མ་ཤེས་རྨོངས་པའི་དབང་གིས་ཆོས་ཐམས་ཅད་ཀྱི་ན་ལུགས་པོ་བདེན་པར་སྒྲུབ་ཏེ་འདུག་རང་གི་མཚན་ཉིད་ཀྱིས་སྒྲུབ་ཏེ་འདུག་བསམ་ག་ནས་བསམ་བློ་ཡོད་པ་སོང་ན་ཨོ་དོ་ལ་ཨེ་ནས་ག་གེ་དེ་རང་ཧྲནོ་དེ་ཨོ་དོ་དེ་ནས་སྤང་ངན་ཅག་སྤང་ཨོ་དོ་རང་རྒྱུད་ལ་མེད་གང་སྤྱོད་ངན་ཅག་སྤོ་ཅི་ཡར་བརྟེན་ཏེ་སྤྱོད་ངན་རེད་ག་ཟེར་ན་སྟོང་ཉིད་རྟོགས་པའི་ཤེས་རབ་བར་བརྟེན་ཏེ་སྤྱོད་ངན་རེད་པ་སང་ན་ཨོ་ད་འཁོར་བའི་ནང་ང་དང་ཆ་ཆ་ཟེར་རྩ་བ་ཁོ་རང་གཞིར་ལྡན་པོ་ཅིང་ག་ཟེར་ན་ཨོ་འཁོར་བའི་རྩ་བ་ཁྱེད་དེ་རང་བདག་འཛིན་མ་རིག་པ། ཨོ་ང། ཟེར་མཁན་པོ་བདེན་པ་བསྒྲུབ་དེ་ཡོད། ཨོ་ད་དེའི་དོན་དག་ཨེ་ནི་ང་ལ་གཅིག་དགོས་འདུག་ང་ལ་ཁོ་གཅིག་བཟས་ན་ང་ལ་བཟས་སོ། ང། ང་ཟེར་མཁན་པོ་བདེན་པ་བསྒྲུབ་དེ་ཡོད་བསམ་ཀ་ནི་ཨོ་དེ་འཛིན་པ་བོ་སྤང་གོ་སྲིད་པ་བསམ་ན་ཨོ་དེ་འཛིན་མཁན་འཛིན་པ་བོ་སྤང་ཀ་ནི་ཨ་སིལ་བོ་ཁེ་དེ་ན་ཁོ་བདེན་པས་ཁོ་རང་ཁོ་ལ་དངོས་སུ་གནོད་མཁན་པོ་སུ་ཡིན་གྱི་ཨག་ཟེར་ན་ཨོ་ད་སྟོང་ཉིད་རྟོགས་པའི་ཤེས་རབ་པོ་ཡིན་པ་བསམ་ན་ཨོ་ཐབས་ཀྱི་ཕྱོགས་བྱང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་སོགས་པ་ཅི་ཙམ་བསྒོམས་ན་ཡང། སྟོང་ཉིད་རྟོགས་པའི་ཤེས་རབ་སྒོམ་པའི་ཉམས་ལེན་པོ་རང་རྒྱུད་ལ་མེད་ན། འོ་ད་ནི་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཉན་ན་མ་ནོ། འོ་དེ་ནི་ག་གེ་དེ་ན་བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་འང་ཐོབ་ཉན་ན་མ་ནོ་གསུངས་ཟིན་ནོ་ག་ལ་རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་པས། སོང་པ་སང་ན་ཐབས་དང་ལྡན་ཞིང་འཁོར་གསུམ་མི་རྟོགས་པས། འོ་ད་སོང་པ་སང་ན་ནི་ཐབས་དང་ལྡན་ཞིང་ཟེར་ན། ཤེས་རབ་གོང་ཐབས་དང་ལྡན་ཞིང་གཟར་པོ་ཆེ་འོ་ད་ང་དང་ཐབས་ཀྱི་ཕྱོགས་སུ་གྱུར་པས་ནི་ལམ་དཀའ་གཟུགས་ཤིག་བསྒོམ་ན་ཡང་འོ་ད་མདོར་ན་ནི་དེ་ཚང་མ་བསྒོམ་བཞིན་པའི་ངང་ན་ནི་ད་ཅི་བྱའོ་ཟེར་གྱི་ཡང་ཟེར་ན་འཁོར་གསུམ་མི་རྟོག་པས་འཁོར་གསུམ་ཟེར་ན་ད་ང་དང་བདག་ས་ཤེས་རབ་ཡི་སྐབས་ལ་ཡིན་པར་སངས་ན་ནི་སྦྱིན་པའི་སྐབས་ལ་ཡང་འཁོར་གསུམ་ཁོ་རང་སོ་སོ་ཡོང་ང་རོག་ཚུལ་ཁྲིམས་ཡི་སྐབས་ལ་ཡང་འཁོར་གསུམ་ཁོ་རང་སོ་སོ་ཡོང་ང་རོག་ད་ཤེས་རབ་ཡི་སྐབས་ལ་ནི་ང་དང་གང་བསྒོམ་བྱེད་དེ་ནི་ངོ་བོའམ་བསྒོམ་བྱ། ཨེ་ནས་གང་གིས་སྒོམ་པ་གཟན་པོ་ཅིག་གང་ཟག་སུས་སྒོམ་པ་གཟན་པོ་ཅིག་ང་དང་སྒོམ་མཁན། ཨེ་ནས་ཚུལ་ཇི་ལྟར་སྒོམ་པ་གཟན་པོ་ཅིག་དགའ་གཟུགས་ཤིག་གིས་སྒོམ་ལོ་འོ་དོར་དུ་ན་སྒོམ་བྱ་སྒོམ་པ་པོ་སྒོམ་ཚུལ་གསུམ་གོ་གསུམ་པོ་ཨེ་ནས་བདེན་པར་མེད་པ་ཧ་གོ་ཨེ་གོ་ན་ཧ་ལས་བདེན་གྲུབ་ཏུ་ཧ་ལས་འོ་དེ་གསུམ་པོ་འཁོར་གསུམ་པོ་ཁེགས་དེ་ན། བདེན་གྲུབ་ཏུ་རྣམ་པར་མི་རྟོག་པ། འོ་ད་བདེན་པར་གྲུབ་པ་མེད་པ། ཧ་གོ་བཞིན་པའི་ངང་ན་འོ་ད་དེ་གསུམ་བསྒོམ་དགོས་ཟེར་བ་སང་ན་འོ་ད་ཨོ་དེ་བསྒོམ་ན་ང་དང་ཅི་བྱེད་ཀྱི་ཨ་ཟེར་ན་ཤེས་རབ་ཨོ་ཤེས་རབ་བསྒོམ་པ་ན་ཨེ་ནི་ག་གི་དང་ཐབས་ཤེས་གཉིས་ཀ་ཚང་ཀ་ནི་ལམ་ཅིག་ཨོ། དེ་ནས་ཨ་ངོ་སྤི་ཀ་ན་ཐབས་བྱང་ཆུབ་ཀྱི་སེམས་དང་བྱམས་སྙིང་རྗེ་ལ་སོགས་པ་ཡང་བསྒོམ། ཨི་ངོ་སྤི་ཀ་ན་དེ་ནས་ག་གེ་ཏི་ན་ཆོས་ཐམས་ཅད་དེ་ནས་བདེན་པར་གྲུབ་པ་སྣ་ལྔ་སྣང་བཞིན་བདེན་པར་མེད་བཀན་པོ་ཨེ་ནི་རྟོགས་པའི་སྒོ་ན་བདེན་པར་མེད་བཀན་པོ་ཧ་གོ་སྟེ་སྒོ་ན་ཨེ་ནི་ཨོ་དེ་སྒོམ་མ་ནི་པོ་གཅིག་ཨོ་ད་དེ་ནས་ང་དང། འདི་ནི་མ་ཆགས་མ་ཞེན་པའི་སྒོ་ན། ཨོ། དེ་ནི་ཨོ་གཟུགས་ཤིག་ང་དང་མེད་ན་དེ་མེད་ན་ཡང་ང་དང་སྐྱེ་བ་ཕྱི་མའི་དོན་དག་ཆགས་སྟེ་ང་དང་སྒོམ་འཇུག་བྱོས་ན་ཡང་འགྲིག་ག་མེད་ཀྱང་ཕྱི་སྐྱེ་བ་ཕྱི་མའི་དོན་དག་གཅིག་པུ་བསམ་བློ་བཏང་སྟེ་ང་དང་ཚུལ་ཁྲིམས་དང་སྤྱིན་པ་དང་བཟོད་པ་དང་བསམ་གཏན་གྱི་ཉམས་ལེན་པོའང་བྱོས་ན་འགྲིག་ག་མེད་པ་གསུངས་ན། ཨོ་ད་ལྟའི་ཚང་མས་དེ་ནི་ཚེ་འདི་ལའང་མ་ཆགས་ཚེ་ཕྱི་མ་ལའང་མ་ཆགས། ཨོ་དེ་ནི་རང་དོན་རང་དོན་ལའང་དོན་འགྲོར་འདོད་ན་ང་དང་ད་མ་ཆགས་མ་ཞེན་པའི་སྒོ་ན། ཨོ་ད་དེ་ནི་ག། ཕ་རོལ་ཏུ་ཕྱིན་པ་ཉམས་སུ་ལེན་དགོས་ཟེར་ན་འོ་དེ་དགོས་ས་ལ་ཅི་ཚང་དགོས་ཟེར་ཀྱང་ཟེར་ན་ཐབས་དང་ཤེས་རབ་གཉིས་ཀ་ཚང་དགོས་ཟེར་ཀྱང་དེ་ན་ཡང་སྐབས་སུ་བབ་པ་སྟོང་ཉིད་རྟོགས་པའི་ཤེས་རབ་པོ་ཚང་དགོས་ཟེར་ཀྱང་འོ་སོང་པ་ཟང་ན་ཐབས་དང་ལྡན་ཞིང་འཁོར་གསུམ་མི་རྟོགས་པའི་ཤེས་རབ་སྒོམ་པ་འོ་ད་འཁོར་གསུམ་འོ་དེ་ནས་ག་གེ་དེ་ན། ཨཱ་ལས་དེ་ནི་བདེན་གྲུབ་ཏུ་དེ་ནི་རྣམ་པར་མི་རྟོག་པའི་སྒོ་ན་ཤེས་རབ་སྒོམ་ཚུལ་བོ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཤེས་རབ་སྒོམ་ཚུལ་བོ་ཡིན་ནོ་གསུངས་ཟེར་རོ། ད་ང་དང་ཡང་སང། ད་སུ་དང་རང་གཞན་སུ་དང་སུ་ཞིག་ཡིན་ན་ཡང་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་དེ་ན། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཉིན་ཡོད་ན། ད་དེ་ནི་ཐབས་ཤེས་ཟུང་དུ་སྦྲེལ་བའི་སྒོ་ན། ལམ་ཉམས་སུ་ལེན་དགོས་བསྟན་ནོ་གསུངས་སྐམ་པོ་འོད་དུ་གསུངས་ཟིན་ནོ།

ཨོ་ད་མུན་ལོང་མིག། མིག་བུ་མེད་པ། ཧ་ལས་དེ་ནས་ག་གེ་དེ་ན། མུན་ལོང་ཟེར་ན་ང་དང་ད་མིག་ལོང་ཨ་འམ། ཨོ་དེ་ནས་མིག་མི་མཐོང་ག་ན། ཨོ་དེ་ནས་མིག་བུ་མེད་པ། ཨོ་ད་མི་ཙམ་སྐྱེ་བ་ཁྲག་ཁྲིག་ཙམ་ཞིག་ཡོད་ན་ཡང། ཨེ་ནས་ལམ། ག་རུ་རང་ཆ་ཅན་ག་ཡོང་ཡུལ་ཅིག་ཡིན་ན་རང་ཆ་གོ་ཞེས་ན། ཨེ་ནས་དེ་ག་མིག་ལོང་ཨ་རྐྱང་ཡིན་ན་སྒོ་མ་ཁོ་རང་ག་ངོ་ཞིག་ག་ཆ་ཅན་ལམ་ག་གཟུགས་ཤིག་ཡིན་ན་ཆ་ཅན་ཟེར་ག་འདུག་ཤེས་བྱ་ཡོད་ཁོ་རང་མེད་ཀྱང། ལམ་ཡང་མི་ཤེས་གྲོང་ཁྱེར་འཇུག་པ་དགའ་ལ་རྒྱུ་ཟན་ལམ་ཤེས་ས་མེད་པར་བསམ་ན་དེ་ནི་དགའ་ཁོ་རང་ཆགས་ས་འདོད་པ་ཡོད་ཚད་གྲོང་ཁྱེར་མིན་ན་ཁོང་དཀའ་ན་ལས་པ་ནོ་གསུངས་ཟེར་ནོ། བདེན་སྣ་ཚོགས་ལ་ཤེས་རབ་མེད་ན་མིག་མེད་ཕ་རོལ་ཕྱིན་ང་ཡིན་འོ་བདེན་སྣ་ཚོགས་ལ་དེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་མེད་ན་ཨེ་ནི་སྤྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་སོགས་པའི་ཕ་རོལ་དུ་ཕྱིན་པ་གཞན་ལྔ་པོ་ཞིག་ཁེལ་ཏེ་ནའང་ཨེ་ནི་དགའ་སངས་རྒྱས་ཀྱི་གོ་འཕང་ཐོབ་ཉན་ན་མ་ནོག་གསུངས་པ་ཟང་ནོར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ཤེས་རབ་ཀྱི་ཕར་ཕྱིན་གྱི་ཉམས་ལེན་པ་ཞིག་ཏུ་ཧ་ཅང་གལ་ཆེན་པོ་ཡིན་ནོ་གསུངས་ཟིན་ནོ། འོ་ད་དེ་སྔོན་མེད་ན་ཤེས་རབ་མེད་ན་འོ་ད་ནི་ཕ་རོལ་ཏུ་ཕྱིན་པ་གཞན་ལྔ་པོ་སྐྱེས་ན་འོ་དེ་ནི་དགའ་རང་འདོད་པ་ཡོད་ཚད་སངས་རྒྱས་སུ་གོ་འཕང་ལེབ་ཉེ་ན་མ་ནོག་དཔེར་ན་འོ་དེ་ནི་མི། ཨེ་ནས་ག་ལོང་བ་རྐྱང་རྐྱང་མིག་མ་མཐོང་ག་ནས་མིག་ང་དང་བཞའ་ར་རྐྱང་ཨེ་ན་ག་ཡོད་ཅིག་ག་ཆ་ངན་དོད་དོད་དོད་ན་ཡང་ཨེ་ནས་ག་ཡོད་པའི་ན་སླེབས་ཉན་ན་མ་ནོག་གསུངས་པ་སང་ན་འོ་དེ་ན་ཅིག་གོ་གོ་ཨ་ཅིག་གོ་སི་ལེ་ཅིག་སླེབས་པ་མི་རང་ས་གོ་ཨ་ལམ་ཤི་ས་མ་ནོག་གསུངས་ཏེ་རོང་འོ་ད་དེ་ན་ཙོག་ལ་ཨེ་ནས་ག་ཕ་རོལ་ཏུ་ཕྱིན་པ་གཞན་ལྔ་པོ་སང་འོ་དེ་ནས་རྫོགས་པའི་སངས་རྒྱས་ཐོབ་ཉན་ན་མ་ནོག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ངེས་པར་དུ་ཉམས་སུ་ལེན་ཏེ་དེ་འདོད་ལ་ངས་ངེས་པར་དུ་ང་དང་སློབ་སྦྱོང་བྱོས་ཏེ་ཤེས་ཏེ་དེ་ལམ་པའི་ག་ན་སྦྲུལ་གོ་སྟེ་ནོག་གསུངས་སོ་འོ་དཔེར་ན། ཧ་ལས་དེ་ནི་དགའ། མི་སློང་བ་རྐྱང་རང་བྱ་ས་འདོད་ས། འདོད་པ་ཡོད་ཚེ་ཡུལ་འཇིག་ཡིན་ན་ལྷས་པ་ལ་ཅི་དགོས་ཟེར་གྱི་ཨ་ཟེར་ན། ཨོ་ད་ཁོང་ལ་ལམ་ཁྲིད་པ་ཞིག་དགོས་ཟེར་གྱི་ཧ་ལས་ཨོ་ལམ་ཁྲིད་པ་ཡིས་ལམ་བསྟན་པ་གསུངས་པ་ཟེར་ན་ད་བདག་ས་ལམ་ཁྲིད་པ་རྫོགས་པོ་ཅི་ཡིན་ཟེར་ན་སུ་ཡིན་ནོ་ཟེར་ན་ཨོ་དེ་ནི་ཤེས་རབ་ཀྱི་ཕར་ཕྱིན་གྱི་ཉམས་ལེན་པོ་ཨོ་དོ་ཡིན་ནོ་གསུངས་ཟེར་ན་གསུངས་པ་ཟེར་ན་ཨོ་ད་དེ་ག་ན་ང་དང་ཨེ་ནི་ཅི་ཧ་གོ་ཟེར་ནོ་ཟེར་ན་ཤེས་རབ་པོ་ཨོ་ད་ཙམ་ཞིག་ཨེ་ནི་གལ་ཆེན་མོ་ཡིན་པ་དང་ཤེས་རབ་པོ་ཙམ་ཞིག་ཁག་ཅན་ཡིན་ཀན་པོ་ང་དང་ཧ་གོ་ཟེར་ཡོད་ན་ཨོ་ད་ནི་དེ་ག་ན་ང་དང་ཅི་བྱེད་ཀྱི་ཨ་ཟེར་ན། ཡེ་ནས་ཤེས་རབ་ལ་དོན་གཉེར་ཡོང་བྱས། ཤེས་རབ་སྒོམ་ལུགས་སྒོམ་སྟངས་ང་དང་དེ་ནི་ག་ཁྱེད་དེ་ན། ཚུལ་བཞིན་དུ་ཤེས་པའི་སྒོ་ན་རང་ཡིས་ཨོ་དེ་ནི་ཉམས་སུ་ལེན་དགོས་ཤེས་པ་ཁྱེད་དེ་ན་ཨོ་དེ་ཡོང་བར་བསྐྱང། ད་དེ་ཡང་དེ་ནི་ག་ཁྱེད་དེ་ན་ང་དང་ཤེས་རབ་དང་བྲལ་བའི་ཐབས་བསྐྱངས་པས་ཨོ་དེ་ནི་འཇིག་རྟེན་ལ་ཨོ་མདོར་དེ་ན་ང་དང་སངས་རྒྱས་སུ་གོ་འཕང་ཐོབ་ངེས་ན་མ་ནོག། འོ་ཐབས་དང་དགྲ་བློའི་ཤེས་རབ་རྐྱང་པས་བཟང་སངས་རྒྱས་སུ་གོ་འཕང་ཐོབ་ངེས་ན་མ་ནོ་གསུངས་སོ། དཔེར་ན་ང་དང་གཟའ་ཁྱེད་དེ་ན་ཨིཏ་ང་དང་ཀ་བ་ག་གྲོང་ཁྱེར་གཅིག་ག་ཆག་གོ་ཟེར་ན་ཡང་ང་དང་གཅིག་གོ་ཟེར་ཀྱ་ཟེར་ན་ཨེ་ནས་ག་ཁྱེད་དེ་ན་ཧ་ལས་དེ་ནས་ལམ་ལ་རྟག་པས་མིག་ལམ་ག་ཡིན་ནོག་ལ་ག་མེད་ནོག་ཟེར་ཁན་པས་ཀ་འོ་དོད་ཀྱ་མིག་པོ་གོ་ཟེར་ཀྱ་ངིས་པས་ཀ་ཁྱེད་དེ་ན་ང་དང་གཟས་ནས་ལམ་ཡི་ག་ན་དངོས་སུ་སྦྲུལ་ཀ་ནས་རྐང་པ་གཉིས་གོ་ཟེར་ཀྱ། སོང་བ་སོང་ན་མིག་ནང་རྐང་པ་གཉིས་ཀ་ལ་བརྟེན་ཏེ་ག་འདོད་པ་ཡོད་ཚེ་ལྷོད་ཡུལ་ལ་སླེབས་ག་ནང་ཙོག་ལ་འོ་དེ་ནས་ཐབས་ཀྱི་ལམ་དང་ཤེས་རབ་ཀྱི་ལམ་གཉིས་ལ་བརྟེན་ཏེ་སངས་རྒྱས་སུ་གོ་འཕང་ང་དང་ཐོབ་དགོས་ཟེར་གྱི་སོང་བ་སོང་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་བར་འདོད་པ་རྣམས་ཀྱིས་འོ་དེ་ནས་ཐབས་དང་ཤེས་རབ་ཡ་མེད་ན་ནི་ཕ་རོལ་ཏུ་ཕྱིན་པ་དྲུག་ཀ་ཉམས་སུ་ལེན་པའི་སྒོ་ན་ཕ་རོལ་ཏུ་ཕྱིན་པ་དྲུག་ཀ་ལ་ང་དང་ག་གལ་ཏེ་ན། ལམ་ལ་སོང་སྟེ་འོ་དེ་ག་ན་འཇུག་གོ་ཟེར་ཀྱང་མ་རྟོགས། ཐབས་གཅིག་པས་སང་ལྟར་ལྷད་བ་མེད་ཀྱང་ཤེས་རབ་གཅིག་པས་སང་ལྷད་བ་མེད་ཀྱང། སོང་པ་སང་ན་ད་ང་དང་དེ་ག་ན་ཅི་སོང་བསྟན་ནོ། འོ་དེ་ནས་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པ་ལ། འོ་དེ་ནས་ཐབས་ཀྱི་ཕྱོགས་སུ་གྱུར་པའི་ལམ་ཕ་རོལ་ཏུ་ཕྱིན་པ་ལྔ་པོ་དང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཨོ་དེ་ནས་སྤྲུགས་ཀ་ཨོ་དེ་ནས་ཆ་མཉམ་རྫོགས་ཤིག་ག་སྤྲུགས་ཀ་ཨེ་ནས་མ་སྤྲུགས་ཀ་ལ་སློབ་སྦྱོང་བཅོ་གོ་སྟེ་ནོ་མ་གཏོགས་སྤྲུགས་པ་སྤྲུགས་ཀ་ཉམས་སུ་ལེན་གོ་སྟེ་ནོ་མ་གཏོགས། ཨོ་དང་པོ་སྔ་གཅིག་པོ་ཡིས་སངས་རྒྱས་སུ་གོ་འཕང་ཐོབ་པ་མ་ནོ་གསུངས་སྟེ་ནོ་ད་དེ་ནས་ཤེས་རབ་ལ་ང་དང་དེ་ནས་དབྱེ་བ་ཕེས་དང་ན་ཨེ་ནས་ཀུན་རྫོབ་པའི་ཤེས་རབ་དོན་དམ་པའི་ཤེས་རབ་ནི་རྟོགས་པའི་ཤེས་རབ་གསུམ་མམ་དབྱེ་བ་ཕེའ་ནོ་ད་དེ་སྣ་ཚོགས་ལ་ང་དང་ཡང་ཤེས་རབ་ལ་དབྱེ་བ་ཕེས་དང་ན་ཨེ་ནས་ག་གེ་དེ་ན་ཐོས་པའི་ཤེས་རབ། བསམ་པའི་ཤེས་རབ་ནི་སྒོམ་པའི་ཤེས་རབ་ཟེར་ཏེ་ཤེས་རབ་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་གསུམ་ཟེར་ཏེ་ང་དང་དབྱེ་བ་འཕེལ་ངེས་ན་ནོ། གསུངས་པ་བསམ་ན་ལྟ། དེས་ན་ཡང་དེ་ཚང་མ་ཅི་མ་ཅི་བཞིན་ཧ་ལས་དེ་ནི་དགག་གི་དེ་ན་ཤེས་རབ་ཀྱིས་བསྐོར། ཡིན་ནི་དེ་ཚང་མར་བརྒྱ་བཞིན་བརྒྱ་སྤ་འོ་ད་ང་དང་དབྱིན་ན་གཟུགས་ཀྱི་རྣམ་འགྱུར་ན་ང་དང་ངེད་ཅག་མང་པོ་ཞིག་ཡོད་ཀྱང་ས་འདི་ཡོད་འགྲོ་ཡིན་ནི་ང་དང་ད་ཆགས་པའི་དངོས་ནི་ན་ང་དང་དཔེར་ན་དེ་རིང་འདི་ག་ན་མདོར་བསྡུས་ཙམ་ཞིག་བཞུགས་མཁན་གཅིག་པོ་ཡིན་སང་ང་དང་ལྡང་ས་མེད་ཀྱང་དེས་བསྐོར་ལ་ད་རུང་ང་དང་སློབ་སྦྱོང་ཡིན་ནི་མཛད་དགོས་ཤེས་སྨྲ་མང་པོ་ཞིག་ཡོད་ཀྱང།

བདུད་མི་དགེ་བའི་ཆོས་ཡིན་ནོ་བདུད་བླང་བྱ་ཡིན་ནོ་བདུད་འདོར་བྱ་ཡིན་ནོ་ཟེར་ཏེ་སྒོ་མང་ལྔ་དང་དགེ་བའི་བཤེས་གཉེན་གྱི་དྲུང་ན་ཐོས་ཏེ། ཡེ་ནས་ང་དང་ཐོས་པས་བསམ་ལོ་འོ་ད་འདི་འདི་གསུངས་འདུག་ག་ལ་འདི་ཕྱག་སྤེལ་ནའང་དེའུ་དེའུ་གསུངས་ཟེར་འདུག་དེའུ་དེའུ་ཨིན་ཀེག། དེའུ་འདི་ནས་ག་ཞེ་ན་དགེ་བའི་བཤེས་གཉེན་དམ་པ་རྣམས་ཀྱི་ཨི་གཟུགས་གསུངས་ཟེར་འདུག་དེའུ་ཨང་ཨིན་ཀེག། བསམ་ག་ནས་ང་དང་བསམ་ལོ་འོ་གལ་ཏེ་ན་ཡོང་གོ་ཞེས་པོ་མ་ཁག་ཅན་ཅེར་ཀེག་ད་འདོད་ལ་ང་དང་ཅི་བྱོན་ནོ་ཡེ་ནས་ཐོས་འབྱུང་གི་ཤེས་རབ་བྱོན་ནོ། ད་དེ་ག་ན་ཐོས་པ་གཅིག་པོ་ཡི་འདི་ག་ན་བ་ཟེར་ན་འདི་ག་མ་ནོག་དེ་ག་ང་དང་བསམ་པའི་ཤེས་རབ་ཀྱི་གོ་སེར་གྱི། ཧ་ལས་ཐོས་པའི་དོན་བོ་ཁྱེད་དེ་ན་ཡང་ཡང་མ་བསམ་ན་ཟེར་མ་གཅིག་ཐོས་དེ་ནས་དེ་ག་ན་ང་དང་རྗེད་སོང་དེ་ན་མིན། ལི་ལི་དབང་དུ་སོང་དེ་ང་དང་དེ་ནས་དྲན་པས་མ་ཟིན་པའམ་རྗེད་ཆན་པོ་གཅིག་ཡི་ནི་ང་དང་དེ་ཙམ་ཞིག་ཕན་ཐོག་བྱུང་ཡང་མེད་ཀྱི་སོང་པ་ཟེར་ན་ང་དང་ཙམ་ཞིག་ཐོས་པ་ཟ་ག་ན་ཡང་ཙམ་ཞིག་ང་དང་ཆོས་ཐོས་ཟེར་ན་ང་ཙམ་ཡིག་ཤེས་ན་འགྲིག་བསམ་ཀན་པོ་མ་ཡིན་པར། ཧ་ལས། དེ་ག་གཟུགས་ཤིག་ཡིན་ནོ། དེ་ག་ན་ང་དང་དེ་ཆོས་ཨེ་ནི་ག་ཐོས་པའི་སྟོན་པ་ལ་ཡང་ཡང་བསམ་བློ་བཏང་སྟེ་དེ་གདིང་མ་ག་ཡིན་ནོ། བདེན་པའི་ཁོ་རང་བོ་གང་རུང་ང་ཐོས་སྐད་ནང་བཞིན་ངོས་པའི་ན་དང་སྡུག་ག་མི་ནུག་ཟེར་རང་ངེར་བརྟག་དཔྱད་དང་དཔྱད་པ་བཅོས་པའི་སྒོ་ནས་ཨེ་ནི་དོལ་ཤེས་སྒོ་ཤེས་པོ་ལ་ང་དང་བསམ་པའི་ཤེས་རབ་ཟེར་རོ། འོ་ན་ད་ཐོས་པ་དང་བསམ་པ་ཙམ་གྱིས་འགྲིག་ག་མེད་ཀྱང་དེ་ལམ་མིན་ན་ང་དང་སྦྲུལ་བོ་སྲིད་པ་བཟང་ན་ཨེ་ནི་ང་དང་དེ་ག་ན་ཅི་བྱུང་རུང་སྒོམ་པའི་ཤེས་རབ་བརྗོད་རོགས། གསུངས་པ་ཟ་ན་ད་དེས་སྐོར་དགུང་ལ་ང་དང་ཡང་ས་མཐོ་ར་ཟིན་ན་ཡང་ཨེ་ནས་ད་ཡང་ཉུང་ཉུང་འགྲུ་ཆོས་དེ་ནས་དེ་ག་ན་བཞུན་གསུངས་པ་ཟ་ན་ད་ང་དང་ཨེ་ནས་ཐོས་པའི་ཤེས་རབ་བསམ་པའི་ཤེས་རབ་སྒོམ་པའི་ཤེས་རབ་གསུངས་པ་ཟ་ན་ད་ང་དང་དེ་རིང་དེ་ག་ན་ཅིས་སྐོར་ལ་སོང་ཟེར་ན་ཕར་ཕྱིན་དྲུག་གི་ནང་ཚང་དུ་ཤེས་རབ་ཀྱི་ཕར་ཕྱིན་གྱི་ཨེ་ནས་ཉམས་ལེན་ནས་སྐོར་ལ་ཨོ་དེས་སྐོར་ལ་ང་དང་བཞུན་ཅིག་དང་ཡོང་གསུངས་པ་ཟ་ན་ད་ཤེས་རབ་ཀྱི་ཕར་ཕྱིན་པོ་ཙམ་ཞིག་ག་ཤེས་རབ་བཟང་པོ་ཅིག་ད་ང་དང་ཨུཏུ་གུ་ན་ཤེས་རབ་པོ་ཞིག་ཆོས་རྣམ་པར་དཔྱད་པའི་དེ་ནས་བློ་གྲོས་ཤིག་ལ་ང་དང་ཤེས་རབ་བཟང་ཆོས་རྣམ་པར་འབྱེད་པ་བཟང་པོ་ཅིག་ཨེ་ཝྃ་ཕལ་ཤེས་ཀན་ཨོ་དང་ང་དང་ཚང་མ་ལ་ཡང་ཤེས་རབ་པོ་མ་ཁག་ཅན་བྱེད་དགོས་དཔེར་ན་ང་དང་ཤེས་རབ་པོ་བཟག་བདག་ས་དེ་ག་སྟོང་ཉིད་རྟོགས་པའི་ཤེས་རབ་སྦྱར་ཏེ་ལོག་པ་ད་སྟོང་ཉིད་རྟོགས་པའི་ཤེས་རབ་མ་སྦྱར་ན་ཏུར་གྱུར་ན་ང་དང་ཡིན་ཉི་མ་རེ་རེ་རེ་རེ་ན་ཨོ་དང་ང་དང་བཟང་པོ་དགེ་བའི་ཕྱོགས་སུ་དང་ནག་པོ་མི་དགེ་བའི་ཕྱོགས་ལ་ཨནི་ཨེ་བཟང་ངན་གྱི་ཨེ་ཝྃ་ཕལ་ཤེས་ཀན་པོ་ང་དང་ཤེས་རབ་ཡིན་ད་ང་དང་བྱ་བ་དང་ལ་ག་གཟུགས་ཤིག་སྤྱོད་ན་ཡང་དེ་ན་ཤེས་རབ་མེད་པ་ང་དང་ཉན་ན་མེད་ཀན་ཨོ་དང་ང་དང་དཔེར་ན་ལ་ག་གཟུགས་ཤིག་སྤྱོད་ན་ཡང། ཐ་ན་བཟུང་སྟེ། འོ་ད་ངེད་ཅག་འདི་ནས་ག་ལ་སྐུང་ཡིན་ན་ཆགས་ལ་གཟབ་གང་ཅིག་ཡིན་ན་ཡང་ང་དང་སེམས་ཤུགས་ཡོད། ལྷག་བསམ་ཡོད། ཨོ་རྩམ་ཞིག་ཡོད་ནས་ཤེས་རབ་མེད་ན། ག་ཅོ་ཤེས་ཤ་ཟེར་ག་རྣམ་དཔྱོད་པོ་མེད་ན་ཡིན་ནས་ང་དང་ལ་ས་མང་པོ་ཞིག་མགོ་ལོག་ག་ཆད་ཀྱང། འདི་ན་ཚོ་ལ་ང་དང་ཀྲོང་པ་ཞིག་ཡིན་ན་ཡིན་ན་ཡང། འོ་འདི་ནས་ག་ང་དང་ཕུག་རང་ཡང་ཕྲུག་ངུ་ལ་སློབ་སྦྱོང་དང་ཆས་དང་དེ་ཚིར་ག་ཚང་མ་བདེ་མོ་ཡོང་ག་ལ་ཕ་མ་ངུ་ལ་སེམས་ཤུགས་ཡོད་ཀྱག་བདེན་པའི་ཕྲུ་བ་བརྩེ་བའང་ཡོད་ཀྱག་ལྷག་བསམ་ཡང་ཡོད་ཀྱག། ཡིན་ན་ཡང་སྤྱོད་ལུགས་སྤྱོད་སྟངས་པོ་མ་ཤེས་ན་ཤེས་རབ་ང་དང་དགའ་ཕྲུ་གུ་ཞིག་ལ་སྤེལ་ན་ང་དང། ཕ་མ་ཞིག་གིས་ཕྲུ་གུ་རྒྱ་ལ་བསྐྱོད་ཡིན་བསམ་སྟེ། ཧ་ལས། ཕྲུ་གུ་སྨྲ་ན་ཡོན་ཏན་དྲག་པོ་བཏང་ཡིན་བསམ་སྟེ། ཨོ་ད་ཕྲུ་གུ་དེ་ནས་པ་ཚུང་རྩེ་རྩ་ན་སློབ་སྦྱོང་པ་ད་མི་འདྲ་སློབ་གྲྭ་དྲག་པོའི་ནང་བཏང་སྟེ་བརྩམས་དགོས་ཀ་ནས་པེ་ནས་ཚང་མ་བཏང་སྟེ་ཁོས་སྤྱིའི་གཟེར་སྐམ་པོ་ངན་རན་པོ་ཅིག་ཨེ་ནས་ང་དང་མང་པོ་ཞིག་ག་དེ་ནས་དེ་ན་ཁེ་དེ་ན་ཁོ་ལ་རྣམ་དཔྱོད་མེད་ན་ཁོ་བཏང་དགོས་དང་བཏང་དགོས་ན་ཡང་དུས་ཚོད་ནམ་ཞིག་བཏང་དགོས་འདུག། ཨོ་དེ་ནས་ག་ཏུ་སྤི་ན་བཏང་དགོས་སོ་ཨོ་དེ་ཚང་མ་དབྱེ་བ་བརྒྱ་ལ་བཅུ་སྟེ་ཕས་མ་ཤེས་ན་ཨེ་ནི་ང་དང་ཤེས་རབ་པོ་བཀོལ་མ་ཤེས་ན་ཨེ་ནི་ང་དང་དེ་ག་ན་དང་ཅཱས་པོ་དང་གཉིས་འགྲོ་སེམས་ནང་ལ་སེམས་ཤུགས་བཞུར་ཕྲུ་གུ་བརྒྱ་ལ་བཅུ་ཨེན་སམ་ཨིན་ནང་བཅུ་ལུགས་བཅུ་དང་པོར་དེ་མོ་བཅུ་སྟེ་མ་ཤེས་ན་ཨེ་ནི་ང་དང་དེ་ག་ན་ཅི་བྱེད་ཀྱ་ཟེར་ན་ཨོ་དེ་ནི་ཕྲུ་གུ་སྟེང་ན་ང་དང་བརྒྱ་ལས་དོ་ད་མེད་ཀྱ་ཨོ་དེ་ག་ན་ང་དང་དོར་བསྡུ་ན་ཐབས་པོ་དང་ང་དང་བརྒྱ་ལ་ཡོད་ཀྱ་དོར་བསྡུ་ན་ང་དང་ཐབས་དང་ཤེས་རབ་གཉིས་ཀ་བསྟེན་དགོས་ཟེར་ཀྱ། ཐབས་ཤེས་ཟུང་དུ་འབྲེལ་ཟེར་ག་ཟེར་གོ་ཤཱས་པོ། དེར་ན་ཡང་ནོ། གསུངས་པ་སང་ན། ད་ང་དང་ཉི་མ་རེ་རེ་རང་གི་དེ་ནས་དགའ། དགེ་བའི་ཕྱོགས་བསྒྲུབ་བྱས། མི་དགེ་བའི་ཕྱོགས་སྤང་བྱས་སྔོན་ལ་ཡང། ཐབས་ཤེས་གཉིས་ཀ་བསྟན་ཏེ། དེ་ན་ང་དང་དུས་ཚོད་ལ་བལྟ་གོ་ཟེར་ཀྱང། ཡུལ་ན་ལྟ་ང་ལྟ་གོ་ཟེར་ཀྱང། རང་གི་དེ་ནས་ན་ལྟ་ང་ལྟ་གོ་ཟེར་ཀྱང། གཞན་ཚང་མ་ན་བསྟུན་ཤེས་གོ་ཟེར་ཀྱང། ད་གསུངས་པ་སང་ན། ང་དང་ཚང་མ་ལ་ཆ་ཚང་པའི་ཡོད་དེ། འོ་མདོར་ན་ཐབས་དང་ཤེས་རབ་ཚང་མ་ལྡན་པའི་སྒོ་ནས་འོ་ལ་སྤྱི་དང་སྤྱི་རིགས་སྤྱོད་ན་ཡང་ལ་སྤུ་སྤུས་དག་པོ་ཞིག་དང་ཚད་དང་ལྡན་པ་ཞིག་དང་ཨེ་ནི་འཇུག་འཁྱོལ་པོ་ཞིག་དང་ཡང་དག་པ་ཞིག་ཡོང་བ་ནོ། འོ་དེ་ནས་ཐབས་ཤེས་གཉིས་ཀ་མ་བསྟེན་ན་ལ་ཞིག་སྤྱོད་ན་འོ་དེ་ལ་སྤི་ན་ཁེ་ཏེ་ན་སྤྱིའི་བས་དེའང་སྟེང་མེད་འཇུག་པའི་གྲུབ་འབྲས་སྤུ་ཁེ་ཏེ་ན་འོ་ཐར་འཁྱེལ་པོ་ཞིག་དང་ཆ་ཚང་པ་ཞིག་དང་འོ་དེ་ནས་གཡོ་གཟུགས་ཤིག་ཡོང་བ་མེད་ཀྱང་གསུངས་པ་ས་ན་འོ་ང་དང་ཚང་མས། འོ་ད་ཏུས་དང་རྣམ་པ་ཀུན་ཏུ་འོ། དེ་ནས་དགའ་རང་གིས་ལྟ་མདོར་བསྡུ་ན་ང་དང་ཚང་མ་དང་དེ་རིང་ལག་ལེན་སོ་བདུན་མ་སྦྱངས་འཇིག་དང་ཡོང་ལག་ལེན་སོ་བདུན་མ་ང་དང་སློབ་སྦྱོང་བྱོས་འཇིག་དང་ཡོང་དེ་ལ་ཡང་ང་དང་ཐར་དང་ཤེས་རབ་གཉིས་ཀ་བསྟེན་དགོས་ཟེར་ཀྱང་འོ་དཀའ་ངལ་བར་དོའང་རྒྱབ་དགོས་ཟེར་ཀྱང་འོ་ད་ང་དང་ཁྱོད་བཤད་ཞིག་པ་ང་ཁྱོད་སྦྱངས་ཡིན་པ་བསམ་ག་གཅིག་པོ་ཡོད་ཁྱོད་ཡོང་ང་ནོ་བ་ཟེར་ན་ཡོང་ང་མ་རོགས། འདི་གར་ངན་བྱས་ཟིན་དུས་ཚོད་ཅིག་ཡང་བཏང་དགོས་ཟེར་ཀྱང་ཕིང་དགོས་ཟེར་ཀྱང། ངན་པའི་སྟེང་ནས་ཡང་ཡང་བསམ་བློ་བཏང་སྟེ་ཡང་དོན་སེམས་ལ་མར་བཞེར་པ་ཡང་འབོར་དགོས་ཟེར་ཀྱང། ཨེ་ནི་དེ་ན་ངས་ཀྱང་ཐུགས་སྣང་ཡོད་ག་ངུ་ནི་བསྡད་ག། ང་དང་ཟླས་ནི་ག་ཁྱེད་དེ་ན་བསྡད་པའི་ནང་བྲིས་ཏེ་ཨེ་ནི་དེ་ན་ཡང་རང་ཡང་རང། ང་དང་ཨི་ག་ནི་བཞུགས་ག་འབུ་ག་གཅིག་པོ་ཚིམས་ཏེ་མ་འདུག་ག་རང་ཡང་བསྡད་ག་ཅིས་བསམ་བློ་ཞིག་བཏང་སྟེ་ཡང་ཡང་ངན་ནི་འཇིགས། ཨོ་གཟུགས་ཀྱི་ཐབས་ལམ་རེ་ང་དང་བསྟན་དགོས་ཟེར་ཀྱང། ཨོ་ད་དེ་ག་ན་ཨེ་ནས་རང་གི་རིག་པའི་རྣམ་དཔྱོད་བཀོལ་ཏེ་ཨེ་ནས་བསམ་བློ་བཏང་སྟེ་ཤེས་རབ་ཀྱིས་དཔྱད་པ་ཅོག་ཟེར་ཀྱང། ཨོ་སོང་བ་སང་ན་ཨེ་ནས་ག་གལ་ཏེ་ན་ད་ང་དང་ཚང་མ་མདོར་བསྡུ་ན་ཨོ་ད་དེ་ནས་ག་དེ་ནས་ཤེས་རབ་ཡིས་སྐོར་ལ་བཞུད་བསྟན་ཨོ་ཨེ་ནས་ད་མདོར་བསྡུ་མདོར་བསྡུ་ཙམ་ཞིག་བཞུད་བསྟན་ཨེ་ནས་ཡང་ཐོ་ར་ཟནས་ཡང་ང་དང་དེའི་སྐོར་ལ་ཡང་བཞུད་ཚང་མ་ལ་ཐུགས་རྗེ་ཆེ།